ད་རིང་གི་བརྙན་ཐུང་འདི་ག་རིའི་སྐོར་ལ་ཡིན་ལ་ན་ནི། ད་ང་རང་ཆུང་དུས་ནས་ནི་ང་ག་བ་ལ་འཚར་ལོངས་བྱས་ཡོད་མེད་དང་ཨ་ནི་སློབ་གྲྭ་ག་བ་འགྲོ་ཡོད་མེད་ཨ་ནི་དེ་འདྲའི་སྐོར་ལ་བཤད་ཡ་ཡིན། ཨ་ནི་ངའི་སྙམ་དུ་ཨ་ནི་ང་རང་ཧ་ཅིག་པ་ལ་བའི་སྙམ་དུ་ང་རང་སྙམ་དུ་གྲོས་བསྡུར་གནང་བྱས་ཨ་ནི་ང་ཚོ་གི་ཨ་ནི་ལོ་རྒྱུས་འདི་ཨ་ནི་མཐུན་སྒྲིལ་ཅིག་བཤད་ཡ་ཡིན། ཨ་ནི། དེ་ཚང་མ་གཙོ་བོ་ཡོང་བའི་རེ་བ་ཡོད། ཨོ་ད་ངས་པཱ་ལ་ལས་སོ་ཨ་ནི་པཱ་ལ་ཡིན་ད་ཨ་ནི་ང་ཚོས་མཉམ་མ་ཆུང་ཆུང་སྐབས་སུ་ནས་ག་བ་ལ་བསྡད་རེད་ཨ་འདི་རེད། དཔེར་ན་པཱ་ལ་སྐོར་ལ་ཅིག་བཤད་བར། པཱ་ལ། ཆུང་ཆུང་སྐབས་ནས་བོད་པ་ལས་ཐོངས་པ་ཅིག་གི་གསོས་ཕྲུག་རེད་སྤྱིར་བཏང་དགུ་བརྒྱ་དྲུག་ཅུ་རེ་བརྒྱད་ལོ་རེ་གསོས་ཕྲུག་རེད།

གསང་བ་ཆོས་འབྲེལ་རེད། ཨ་པ་ལ་དེ་ནི་ལས་ཐོངས་པ་རེད། ཨ་ནི། དེ་འདྲའི་དེ་འདྲའི་དེ་འདྲའི་བྱིན་ནི་བསྡད་རེད། ཨ་ནི། ང་བཟའ་ཚང་བསྟན་འཛིན་སྒྲོལ་མ་ཨ་ནི་དགུ་བཅུ་གོ་གཉིས་ལོ་ལ་ཁ་ཐོ་རེད། བཟའ་ཚང་བསྟན་འཛིན་སྒྲོལ་མ་དགུ་བཅུ་གོ་གཉིས་ལོ་ལ་ཁ་ཐོ། ཨ་ནི།

པར་ཡོད་ལ་ང་དང་ངའི་སྤུན་ཟླ་གཉིས་པར་རྒྱབ་སྐྱོར་བྱེད་ཡོད་རེད་ལ་ཡང་འོན་ཏེ་སྐུ་རིང་སར་ལ་མ་རེད་ཨ་མ་ཡིས་སྐུ་རིང་སར་ར་པ་ལ་ལ་ད་པ་ལ་ཡི་སྐུ་ར་ད་པ་ལ་དེ་རིང་ས་མ་གང་ལོན་རེད་སར་ཅག
ཚོང་རྒྱག་སར་ལ་ཡོད་ཚོང་རྒྱག་སར་ལ་ཡོད་མ་ར་སི་ཏྲ་ལ་ཡོད་ར་ནི་པ་ལ་གི་ད་པར་དེ་འབྱོར་སོ་ལན་ཡིན་སར་ར་ཨ་མ་ལ་ད་ཡི་གི་ནི་ཁྲི་ཤིང་ཁོ་མ་ར་རེད

དེ་རྗེས་ནས་ང་ཚོ་བོད་སྐད་བོད་སྐད་མི་འགྲོ་ར། ཨ་ནི་མ་ཕྱི་ངས་ནས་ཨ་ནི་ཨོ། སུ་རེད་ར་མ་རེད་པ་ལ་ལ། ཨོ་ད་བུ་ཅན་ལ་མ་འགྲོ་ག་ནས་ང་ཚོ་ར་ད་འདི་ག་འདྲས་ར་རེད་ཟེར་ན་ཨ་ནི་ང་གཞི་ཆགས་སྙིང་པ་ལེགས་པོ་ནང་ལེ་ཡ་ཨ་ནི་འདི་འདྲས་ད་མ་ཅན་བྱེད་ནས་ཁ་ལགས་སེ་འདི་འདྲས་བཟོ་པ་འགྲོ་རེད། ག་ལ་དེ་འདྲའི་བཟོ་གར་འགྲོ་དུས་རྩོམ་པ་ནི། ཉེ་སྐོར་ལ་ཡ་ནི་དེ་འདྲའི་ཨ་མེ་རི་ཀ་ནས་གྲུ་བ་གྲུ་ལེན། གྲུ་བ་གྲུ་ལེན་དེ་འདྲའི་ཨེ་ཤི་ཡ་ལུང་འདྲའི་ཨ་མེ་རི་ཀ་ནས་ལྡི་ལི་རེད། སྤྱི་སྟོང་དགུ་བརྒྱ་དྲུག་ཅུ་རེ་བཅུ་ལོ་ལ། དྲུག་ཅུ་དགུ་ཟླ་དགུ་བཅུ་གོ་བརྒྱད་ལོ་ལ།

ཅེས་ཀྱི། ཡང་བུ་སྦྱིན་ནཱ་ལི་ཡཱ་ནི་ཨ་མ་རྗེ་བཙུན་པདྨ་ལགས་ཀྱིས་ནི་བུ་སྦྱིན་ནཱ་ལི་ཡཱ་ནི་འདྲེ་གཅིག་ཡོད་རེད་ལབ་དོ་ནི་ག་འདྲེ་རེད་ས་ནི་འདི་བྱས་ནས་ནི་ཡང་བུ་སྦྱིན་ནཱ་ལ་ཞལ་གནང་རེད། བུ་སྦྱིན་ནཱ་ལའི་ཞལ་ནི་ཨ་ནི། ཧ། ཀྲི་ཀྲི་སི་དང། ད་སོ་ཐབ་དང་དུ་འདུ་འཕགས་བཅས་ཚུ་བཅས།

བལ་སྒོ་བོད་ཁྱིམ་སློབ་གྲྭ་ལ་སློབ་སྦྱོང་བྱས་པ་རེད། འཛིན་གྲྭ་དྲུག་པ་ནས་ཕྱིན་ནས་འཛིན་གྲྭ་བཅུ་གཉིས་བར་དུ་གསེར་གྱི་སློབ་གྲྭ་ལ་སློབ་སྦྱོང་བྱས་རེད། འཛིན་གྲྭ་དང་པོ་ནས་ཕྱིན་ནས་འཛིན་གྲྭ་ལྔ་བ་བར་དུ་སློབ་སྦྱོང་བྱས་དུས་ཚང་མ་པཱ་ལ་སྡོད་དུས་ཚང་མ་ཐབ་ཚང་ལ་ཕྱོགས། བོད་ཁྱིམ་ཁ་ཆེའི་ཐབ་ཚང་གང་དྲིས་ཡོད་ཧ་ཡང་ཡོད་ཆོམ་པོ་རེད། ཧ་ཡང་དུ་འཛུལ་ཚང་མ་ཆོམ་པོ་ཆོམ་པོ་རེད། བདུད་རྩི་བུ་གིན་སྤོ་བོ་ག་ཚོད་ཡོད་རེད་ག་ཚོད་ཡོད་རེད། སྤོ་བོ་སྤྱིར་བཏང་དགུ་བརྒྱ་ཚ་ཚ་བྱས་བ་རེད། ལས་བྱེད་ལས་བྱེད་བདུན་ཅུ་དོན་ལྔ་ཡོད་རེད། དེ་ལས་ནི་ད་ང་ཚོ་དུས་གསུམ་ཞལ་ལག་བཟོས་བོ་རེད་མ་བྱན། གཅིག་ག་ལོ་སྤྲོ་ལོ་འགྲོ་གཅིག་བོའི་སོ་ལྡོ་ཟླ་བ་རེ་རེ་སྐོར་ར་རྒྱག་བོ་རེད། འདི་འབམ་རུ་ཏི་ལ་མ་བྱན་ག་ཚོད་འགྲོ་བོ་རེད་མ་བྱན་གཉིས་འགྲོ་བོ་དེ་ལྷག་མ་དེ་ཐབ་ཚང་ནང་ལས་ནི་ང་ཚོ་སྐོར་ར་རྒྱབ་ནས་ནི་རུ་མི་རུ་མི་ཕྱིན་ཚང་མ་ལས་ཀ་གོ་ཤེས་རྒྱབ་ནས་རུ་མི་རུ་མི་སྐོར་ར་རྒྱབ་བོ་རེད།

མཚམས་རྣམས་ནི་དགེ་ཕྲུག་སྲིན་ལག་གིས་ནི་གོང་ས་མཆོག་བར་གྱིས་ནི་འདི་ག་ལོར་སྐད་བསྒྱུར་བྱེད་ངེས་དེ་འདྲས་པས་ནི་གོང་ས་མཆོག་ཁོང་གིས་ནི་བཀའ་ལོ་འདི་ལ་སྐད་བསྒྱུར་བྱེད་ངེས་དེ་འདྲས་མཚམས་མཚམས་བྱེད་དགོས་རེད་ནི་མཚམས་མཚམས་ནི་དགེ་ཕྲུག་སྲིན་ལག་གིས་ནི་ང་ཚོ་ཚེ་རིང་པ་སྐད་སྒྲ་ཚ་བོ་དེ་འདྲས་ནི་བསླབ་བྱ་ལ་སྐད་བཏང་རྗེས་ཚེ་རིང་ཉིན་མོ་ལ་ནས་ནི་ང་ཚོ་གུར་རེ་འདྲས་བཙུགས་ཚང་མ་ཚེ་རིང་ཐོག་ལ་འགྲེལ་བཤད་རྒྱ་ཡ་དང་ནི་འོ་འདྲ་བྱེད་དགོས་རེད་ནི

འདི་ག་རེད་མ་ནི་པཱལ་མེག་ནག་སྦེང་ལོར་ལ་ང་ནར་སིང་ཡང་ཕྱིན ICU ནང་ལ། དེ་རྗེས་ནས་ནི་ལོ་གཅིག་ཨ་ནི་ང་ཚོ་ང་རང་ཚོ་ག་ཅིག་ཨེ་པོ་ལོ་ནར་སིང་ཀོ་ལེས་ཡང་ལ་དགེ་རྒན་ལ་ཡང་ཕྱིན་དེ་ཡིན། ཨ་ཉམས་མྱོང་དེ་དཔེ་ཡག་པོ་རག་སོང་ང་རང་སྤྱིར་བཏང་ནས་ནི་སློབ་སྦྱོང་བསླབ་པའི་དང་ཨ་ནི་ཨེ་འདྲ་གོ་བོ་ཡོད་དུས་བསམ་པ་ཨ་ནི།

མིག་མ་ལ་མོ་སལ་ལེ་གོས་ཚོས་རེད་ད། སལ་ལེ་གོས་ཚོས་རེད་འགྲོ་ཡ་མ་རེད་ཁྱེད་རང་དཔེ་ན་ཆ་བཤད་ན། ལོ་བདུན་སལ་ལེ་གོས་ལེ་བསྡད་རེད་རོ། འཛིན་གྲྭ་དྲུག་པ་ནས་འཛིན་གྲྭ་བཅུ་གཉིས་མ་རེད་གོ་སལ་ལེ་གོས་ལེ་བསྡད་རོ། ལོ་དྲུག། ལོ་ག་ཚོད་བསྡད་དོ། དྲུག་དྲུག།
ལོ་དྲུག།
ལོ་དྲུག་ལོ་བདུན་མ་རེད། དྲུག་དྲུག། དྲུག་བདུན་བརྒྱད་དགུ་བཅུ་བཅུ་གཅིག་བཅུ་གཉིས་ཨ་ལས་ང་ལོ་བདུན་ལོ་བདུན་འདས་རེད། འདི་ཕྱི་ཨོ། ཨ་འདི་འདྲའི་ཕྱི་འདས་རེད་ཨ་ནི། དཔེར་ན་དུད་འགྲོ་ལྷ་མོ་འདྲི་བུ་མོ་འདྲི་ང་འདི་ཆ་ཤ་ན་ཨ་ནི། འཛིན་གྲྭ་འདི་མ་རེད་བར་དུ་འཛིན་གྲྭ་དགུ་པ་མ་རེད་བར་དུ་ཨ་ནི་བལ་ལོ་ཀོ་པ་གོ་གིན་ལབ་ཏྲ་ལ་ཡ་འདི་བྱེད་ཀྱོ་རེད་འདས་ཀྱོ་རེད་བཅུ་པ་མ་རེད་བར་དུ། ཨ་ནི་བཅུ་གཅིག་བཅུ་ལྔའི་ཨ་ནི། ང་ཚོ།

གསུམ་པོ་རེད། དང་ཐོག་དཔལ་ནཱ་བོ་ཇི་ན་ལ་ལོ་མང་པོ་ཞབས་ཀྱི་ཞུ་འདེའོ་བསམ་སོ། ཡིན་ནའི་ད་ཅིག་དེ་འདྲའི་སྐྱེས་པ་ཤབ་ཅུས་དང་དེ་འདྲའི་ནག་ཚ་དཀའ་ངལ་ཁྲེལ་ནས་བུ་ཇི་ནས་མ་ཐོན་རང་ཐོན་ཐུག་རེད། ལོ་ཟླ་བ་དྲུག་ཅུ་གཅིག་སྡུག་རུས་བརྒྱབ་ནས་རྒྱལ་རིགས་དེ་ནི་ལས་ཀ་ཐུག་མ་ཐུག་རེད། ལས་ཀ་མ་ཐུབ་རེད། ཨ་ཡིན་ནས། མ་དོན་ནི་ཨ་ནི་ད་ལྟི་བ་གཅིག་གི། མ་དོན་ནི་ཨ་ནི་སོ་ཏྲ་ཙོང་ཁ་ཇི་འདྲ་གྲོ་རེད། ཨ་ཡིན། མཚམས་ལ་མིའི་ཁ་ལག་ཟེར་བ་འདུག་དེ་འདྲ་གྲོ་རེད། ཁ་ལག་སྟེ་ཙི་ལས་ལྷག་ལྷག་དེ་འདྲས་དང་ཨ་ནི་ཚོང་རྒྱ་ག་ལི་ཡ་ན་མིའི་མེ་ལག་དེ་འདྲས་འགྲོ་འོ་དེ་འདྲས་བྱེད་ནི་ད་ད་ནམ་མ་རེད་བ་ཏུ་དེ་འདྲས་དེ་འདྲས་བསྡད་ཆོག་རེད། ཨ་མྱེས་མ། བུ་ཆེན་སྤུ་གུ་སྐལ་ལྡག་དཔལ་མོ་སི་བཀའ་དྲིན་ཆེན་པོ་ཡིན་ཨེགས། འཛིན་གྲྭ་བཅུ་གཉིས། ད་ཆུང་ཆུང་ག་ནས་བུ་བཞིན་ན་ན་ལ་བསྡད་ཨ་ནི་འཛིན་གྲྭ་བཅུ་གཉིས་ཐོན་སྐོར་ལས་ཕྱིར་འགྲོ་བ་ད་དུང་དུ་ཕྱི་རྒྱལ་ལ་ཡ་ཐར་འཇོག་དེ་འདྲའི་ཨེགས་སྤུ་གུ་དེ་འདྲ་ཡོད་རེད་ཨ་ནི་ངས་ཀྱི་སྐོར་དེ་ད་ཅིག་གི་ན་ཚ་བྱུང་ནས་ཨ་ནི་ལས་ཀ་མ་ཐུབ་ནི་ད་ཕྱི་ལོག་ལ་འགྲོ་འཇོག་ད་བུ་གུ་ནས་མ་ཐོན་ནི་ད་ཕྱི་ལོག་ལ་བསྡད་ཡོད་པ་དེ་ད་ཧ་གོ་ནི་ཨ་ནི་ང་ལ་སྙིང་རྗེ་ཁོང་ཚོ་ད་ཅིག་གི་ཁྲ་ལི་བྲིན་པོ་ཆེ་གི་ཡེ་ནས་མ། འགྲོ་གསུང་དང་ཡང་ཏིས་གནང་སོ་འདི་དཔལ་མོ་སི་བའི་ཕན་ཐོག་པོ་དང་དཀའ་ངལ་ཡོད་པ་དེ་ག་ནི་ཡང་བཀའ་དྲིན་ཆེན་པོ་ཡིན་ང་རང་ཡེ་ནས་སྐུ་གུ་དུམ་བུ་ལི་ཡང་པད་སྨད་ལང་རྒྱ་དེ་ཡོད་ཨ་དང་ཐོག་ཡེ་ནས་སྔན་མ་ནས་བོད་པའི་སྤྱི་ཚོགས་ནང་ལ་བསྡད་ནི་ཨ་ནི་དཔལ་ན་གཅིག་གི་སོ་སོ་གི་ག་རི། གཅིག་གི་སྒྲོ་མ་གཅིག་ལས་འདན་མ་ཞིམ་ནས་འདན་མ་ནི་གཅིག་ལས་ས་མ་ཞན་ཞིང་ཨ་ནི་སྔན་མ་ནས་ག་འདྲའི་བྱིས་བརྟས་ཡིན་ནས་དང་ཐོག་ཡེ་ནས་པད་དེ་འདི་བྱིས་གུ་ཡོད་ནི་རྒྱ་གུ་རུམ་བྱས་ལ་སྨད་ལང་རྒྱ་ཨ་ནི། དཔེར་ན་ཁ་སེང་ཉིས་སྟོང་བཅོ་བརྒྱད་ནི་རྒྱལ་བོ་རིན་པོ་ཆེ་སྦེང་ལོར་ལ་ཕེབས་རེད། དེ་དུས་ཙམ་པར་ང་ཚོ་ནང་མི་པོ་རག་གིས་གཞིས་ཆགས་ལས་ཁུངས་ནས་འགྲུལ་བ་བྱས་ནས་ཡར་སྦེང་ལོར་ལ་ཡར་འཁྲིད་གནང་སོང། ཞྭ་དམར་གྱིས་ང་ཚོ་བཀུར་འདུས་བྱས་ནས་ཞལ་ལག་པད་མོ་སི་ཡག་པོ་གནང་སོང། དེ་སོགས་རེད་དེ་འདྲས་གནང། བྱས་སོང། ད་དུང་ང་ཚོ་མར་སླེབས་ནས་ཡིན་ནས་དཔེར་ན་ཆ་བཞག་ན། ཡིན་ཇོ་ཕུ་ཡག་དང་ཡིན་ཇོ་ཤམ་ཡག་དང་ནི་ཞོ་གོས་གོང་དང་མེ་ལང་རྒྱལ་ཡག་དང་ནི་བོད་མིའི་ཡུན་ཚོད་ཐང་མ་ལི་ཡག་ནི་པད་ཏི། དཀའ་ངལ་མ་ཡོང་པ་ཤོག་བོད་རང་བཙན་མགྱོགས་པོ་ཐོབ་པ་ཤོག་ཟ་ནི་མེ་ལང་རྒྱག་གི་ཡོད་ནི་རྒྱ་བོ་རུམ་ཆད་ཐོག་ཅིག་བཀའ་ཁྲིག་དང་ད་ཡིན་ནས་པད་མ་སི་པད་ཡག་ཐ་ཆད་ཚ་གོ་གོ་ཡིན་དང་ད་ཡིན་ནས་པད་ཏི་རྒྱ་བོ་རུམ་ཆད་བཀའ་ཁྲིན་རང་གི་ཡིན་མ་ཤི་ང་ཚོ་བེ་ལོ་ཀུ་པ་ལ་མ་གླས་ནི་བོད་པའི་བཀའ་ཁྲིན་ཡིན་བསམ་དྲན་བསྡད་ཡོད་མ་ཤི་དང་ད་རྒྱ་གར་སྤྱི་ཚོགས་ནང་ལ་བསྡད་ཡོད་དང་ད། བསྡད་ཡོད་བསམ་གི་མི་འདུག་བོད་པའི་སྤྱི་ཚོགས་ཁོ་རང་ནང་ལ་ཡང་ད་ལྟ་བསྡད་ཡོད་བསམ་གི་འདུག་ཡིན་ནའི་ད་རྒྱ་གར་རུ་མི་ཆེ་ཐུག་ལ་ཡང་དཀའ་ངལ་མང་ཡོད་མགོ་ཡག་དང་ནི་རྒྱ་གར་རུ་མི་ཚོ་སྐུ་རྩེད་དང་སྐུ་རྩེད་བསྟན་པ་ཚོ་སྨན་བླང་རྒྱག་གི་ཡོད།
ཨ་ནི་བོད་རང་བཙན་མྱུར་ནས་མྱུར་དུ་ཐོབ་བའི་རེ་བ་ཡོད།
ཨ་ནི། ད་རིང་གི་བརྙན་ཐུང་དེ་ནི་དེ་ག་རང་ལ་བཟའམ་ཞེས་ཨ་ཡིན། ཨ་ནི་ཚང་མ་སྐྱོ་བོ་ཡོང་བའི་རེ་བ་ཡོད། ཨ་ནི་སྐྲོ་བོ་ཡོང་ན་ཨ་ནི་ཚང་མ་རྒྱབ་སྐྱོར་གནང་ནས་ཨ་ནི་ཚང་མ་ལ་ཡང་བཀྲམ་འགྲོ་ན་ཐོ་ཆེ་ན། ཨ་ནི་པཱ་ལགས། འོ་འདི་ཡིན་གྱི་མིན་གྱི་ལའོ་ད། ཁྱེད་ཚོས་སྤྲོ་བོ་བྱུང་ན་ཧ་ཞུ་རན་ངའི Channel འདི་ལ Like བྱེད་འོ་རེད། Like བྱེད་རོགས་གནང།
ཨ་ནི Share Share བྱེད་རོགས་གནང།
ཨ་ནི Subscribe བྱེད་འོ་རེད། མང་བ་ཐོག་བྱས་གནང།
རྩ་ཚང་མ་ཐུགས་རྗེ་གནང་ཨ་ནི་ད་རེས་བརྙན་ཐུང་འདི་ཨ་ནི་ཚང་མ་སྤྲོ་བོ་ཡོང་བའི་རེ་བ་ཡོད། ཨ་ནི་ཞོགས་མ་ཨ་ནི་གོ་ནས་མཇལ་ཡོང། ཞོགས་མ་ཨ་ནི་བརྙན་ཐུང་གཞན་པ་དེ་འདྲས་བཟོས་ཡིན།